ད་ང་ཚོ་སྤྱོད་གཏང་མཁན་མང་པོ་རེད། ལྷག་པར་དེ་རིགས་སང་དུས་ཚོད་ལ་ཡང་སྤྱོད་པས་སྤྱོད་ཉམས་ལེན་བྱེད་མཁན་གྱི་རྣལ་འབྱོར་ཕོ་མོ་མང་པོ་ཞེ་དྲག་ཡོད་རེད། ག་ས་ག་ལ་མང་པོ་ཡོད་རེད། ཡག་པོ་ཞེ་དྲག་རེད། མ་མཁའ་འགྲོ་གི་ཉམས་ལེན་དེ་ཚོ་བྲིས་ཏེ་རྒྱུན་ཆད་ཀྱི་མེད་པའི་རྟགས་རེད། གནའ་བསམ་བརྗོད་མེད་ཤེས་རབ་ཕ་རོལ་ཕྱིན། མ་བྱས་མི་འགག་ནམ་མཁའི་ངོ་བོ་ཉིད། དེ་ནི་སེམས་ཀྱི་ཆོས་ཉིད། སྟོང་པ་ཉིད་ཀྱི་རང་བཞིན་དེ་དང། དེ་ནས་སོ་སོ་རང་རིག་ཡེ་ཤེས་སྤྱོད་ཡུལ་བ། གསལ་བ་ཡེ་ཤེས་ཀྱི་ཆ་གཉིས་དེ་ཟུང་དུ་འཇུག་པའི་ཉམས་ལེན་དེ་སྤྱོད་ཀྱི་ནང་ན་གླེང་གི་ཡོད་རེད་དེ་ཡག་པོ་ཞེ་དྲག་རེད། རྗེས་སུ་ཡི་རང་ཡོད་ཡིན་ན་ཡང་ད་ང་ཚོ་སྤྱོད་དེ་འགྲོ་དོན་དེ་སྔ་དྲགས། རེད་བ། ཅོས་འགྲོ་དོན་དེ་སྔགས་གྲགས། ཉམས་ལེན་དེ་དག་གྲགས་པའི་སྐྱོན་ཅིག་ཡོད་རེད། ད་དེ་འདྲ་ཡིན་དུས་མ་འོངས་པ་ལ་ཡང་ཅོས་ཀྱི་ཉམས་ལེན་གནང་མཁན་ཚོ་གི་ཐུགས་ལ་བཞག་དགོས་ཡ་དེ་ལ་ཨ་ཡ་འདི་བས་ཀྱི་ཅེས་ཀྱི་ཀ་གསུམ། ཡང་གསུམ་ཉིན་གསུམ་དེ་ཚོ་ཅི་ལ་ངེས་པར་དུ་སློབ་སྦྱོང་གནང་དགོས་ཡ་དེ་ཤ་ཁྲག་གལ་ཆེན་པོ་རེད། ཅོས་ཉམས་ལེན་མཐར་ཕྱིན་པ་ཡོང་དགོས་ཀྱི་ཡོད་ན་དེ་ཤ་ཁྲག་གལ་ཆེན་པོ་རེད་མ་གཏོགས་དང་པོ་ནས་ཅོས་ལུས་སྦྱིན་དང་རྨི་ལམ་ལུང་བསྟན་ལ་སོགས་པ་དང་འདུན་ཚོགས་དགུ་མ་ལ་སོགས་པ་དང་མཁའ་འགྲོའི་གད་རྒྱངས་དེ་ཚོ་སྤྲད་དེ། བློ་ལ་སེམས་བསྐྱེད་ནས་དེ་ནས་མདའ་རུ་དྲིལ་བུ་དཀྲོལ་ནས། ཅིག། བདུག་པ། བདུག་པ་ཅན་འདྲེ་དང་འབྱུང་པོ་ལ་སོགས་པ་བཏུ་ཡག་གི་ཐབས་འདྲ་བོ་ཅིག་ལ་བསམ་མོ་བཏང་ནས་བསྡད་པ་ཡིན་ན། དེ་ཡག་པོ་རྩ་བ་ནས་མ་རེད། ད་ཆོས་དང་མཐུན་པའི་གི་སྐབས་ནས་ཞུ་དགོས་ཀྱི་རེད་བ། འོ་དེ་འདྲ་རེད། བླ་མ་གོང་མ་སོགས་ཀྱིས་བསྐྱོད་ཉམས་ལེན་གནང་ཡག་ལ་དང་པོ། ད་ནི། བརྒྱད་སྟོང་པའི་གི་དོན་དག་དེ་ཐུགས་ལ་ཡག་པོ་ངེས་པར་བྱས། བརྒྱད་སྟོང་མང་པོ་ཀློག་གནང་གི་ཡོད་རེད། འཕགས་པ་བརྒྱད་སྟོང་པ་དེ། བརྒྱད་སྟོང་པ་མང་པོ་ཅིག་ཀློག། དེ་གི་དོན་ལ་ཡང་ཐུགས་ཉམས་སོ་ཤེས། འོ། རྟག་ཏུ་ངུ་གི་རྣམ་ཐར་དེ་ཚོ་བྲིས་ཏེ་ཡིད་ལ་དྲན་ཡོང་པའི་སྐབས་སོགས་ལ་ཡང་ལྟས་ནས་ཆོས་ཀྱི་ཆེད་དུ་ལ་ཟབ་མོ་སྟོང་པ་ཉིད་ཀྱི་དོན་དེ་ཚོ་ག་འདྲའི་ཅིག་རྩ་བ་ཆེན་པོ་ཡིན་པ་རིན་ཐང་ཆེན་པོ་ཡིན་པ་རེད་འདུག་ག་དེ་འདྲའི་ཅིག་གི་རྟགས་རྣམ་གཞག་དེ་ཚོ་བྲིས་ཏེ་བློ་ལ་ཡག་པོ་ངེས་པར་བྱས། ད་དེ་ངས་ཚར་བའི་ཞུ་བོ་དེ་ལ་དེ་རྗེས་སྟོང་པ་དེ་ཡང་རྟག་ཏུ་ཐུགས་ལ་བཅག་མ་ཐུབ་ན་ཡང་ཤེར་ཕྱིན་མདོ་བསྡུས་པ་དེ་འོ་ཤེར་ཕྱིན་མདོ་བསྡུས་པ་དེ་ལ་ནི། བརྒྱད་སྟོང་པའི་གེ་དང་དོན་བསྡུས་ཏེ། ཤེར་ཕྱིན་བརྒྱད་སྟོང་པ་དང་ཕྱག་དེ་ཡོད། སྤྱི་གཙང་བཀའ་འགྱུར་ནང་ལ་བཅོམ་ལྡན་འདས་ཀྱིས་ཡུམ་ཆེན་མོ་ཤར་བ་དེ་བར་དུ་ཕྱིན་པ་གཙོ་བོ་སྟོན་པའི་བཀའ་འགྱུར་དེ་པོ་ཏི་ཉི་ཤུ་ཐམ་པ་ཡོད་རེད་འདུག་རྒྱན་ང་ཚོ་འབུམ་པོ་ཏི་བཅུ་དྲུག་ཟེར་མཁན་ཡོད་རེད་ལ་འབུམ་པོ་ཏི་བཅུ་གཉིས་ཟེར་མཁན་ཡང་ཡོད་རེད་བ། ཡིན་ན་ཡང་སྤྱི་གཙང་གི་པོ་ཏི་ཉི་ཤུ་ཐམ་པ་རེད། འོ་དེ་ལ་ཤེས་རབ་ཁྲིད་པ་དང་ད་དེ་འདྲ་མ་བྱས་ནས་སྡོད་ཡོང་དུས། འོ་དེ་པོ་ཏི་ཉི་ཤུ་ཐམ་པ་ཡོད་རེད། ད་དེ་ཚོའི་ནང་གི་ནང་དོན་དེ་དག་ཆ་ཚང་བ་སྟེ་གཅིག་ཏུ་བསྡུས་པ་དེ་འཕགས་པ་བརྒྱད་སྟོང་པ་རེད། དེ་ལས་ཀྱང་བསྡུས་པ་དེ་མདའ་དང་ཤེར་ཕྱིན་མདོ་བསྡུས་པ་དེ་རེད། ད་ཤེར་ཕྱིན་མདོ་བསྡུས་པ་དེ་བློ་ལ་སིམ་གི་ཡོད་རེད། སྔོན་མ་བཅོས་ཉམས་ལེན་ཡག་པོ་གནང་མཁན་དེ་ཚོ་རེད། ཤེར་ཕྱིན་མདོ་བསྡུས་པ་དེ་བློ་ལ་སིམ། འོ་དེ་ནང་གི། རྣམ་དབྱེ་དེ་ཚོ་འབྲེལ་ཆ་ཚང་ཐུགས་ལ་ངེས་པར་བྱས་ནས་བསྟེན་ནས་ཟབ་མོ་སྟོང་པ་ཉིད་སྟོན་པའི་དགེ། གཞུང་དེ་འདྲའི་ཅིག་ཉམས་ལེན་གནང་ནས་བསྟེན་ནས་བཅོས་ཀྱི་ཉམས་ལེན་གནང་གི་ཡོད་རེད། དེ་ཚོའི་གྲས་དེ་ཞེ་དྲག་གལ་ཆེན་པོ་རེད། དེ། ང་རང་བཅོས་པ་ཉམས་ལེན་བྱེད་མཁན་གང་ཡང་མེད་ལ་བཅོས་པ་ཡང་མེད་བཅོས་ཉམས་ལེན་དམིགས་བསལ་བྱེད་མཁན་གང་ཡང་མེད་ལ། ཡིན་ན་ཡང་བཅོས་ཀྱི་ཁྲིད་ཡིག་དང་དེ་ཚོའི་གྲས་དེ་ལ། རྒྱུས་ཡོད་མཁན་ཅིག་ཡིན། དེ་འདྲ་ཞིག་ཡིན། འོ་དེ་འདྲ་རེད། ད་དེ་འདྲ་བྱེད་པའི་སྐབས་སུ་ང་ཚོ་སྐྱོན་ཅིག་ག་རེ་ཡོང་གི་འདུག་ཟེར་བཤད་ཡོང་དུས། དེ་ནི། སྤྱོད་ཀྱི་ཉམས་ལེན་སྐབས་སུ་ལ་ཡང་རིག་པ་བརྟུལ་ཞུགས་ཀྱི་སྤྱོད་པ་ཡིན་ན་ཅིག་རེད་ཟེར་ནས་སྤྱོད་པ་གང་བྱུང་མང་བྱུང་བྱེད་མཁན་མང་པོ་ཡོད་རེད། ཆང་འཐུང་ཡ་ལ་སོགས་པ་དང་རེད་བ། ཆང་འཐུང་ནས་དེ་ནས་འབྲས་འདུ་ཡར་དགོས་རེད་ཟེར་ཡ་འདྲ་བོ་དང་སྤྱོད་པ་མ་ངེས་པ་བྱེད་དགོས་རེད་ཟེར་ཡ་འདྲ་བོ། རིག་བརྟུལ་ཞུགས་ཀྱི་སྤྱོད་པ་བྱེད་དགོས་རེད་ཟེར་ཡ་འདྲ་བོ་ཕྱོགས་ལས་རྣམ་གཞག་གི་སྤྱོད་པ་བྱེད་དགོས་རེད། དེ་རེད། ཡིན་ན་ཡང་ཕྱོགས་ལྷའི་རྣམ་ཆར་དང་བརྟུལ་ཞུགས་ཀྱི་སྐྱོ་བ་སེལ་བ་དེ་རྟོགས་པ་ནང་ནས་རྙེད་ནས་སླེ་ཡ་ཞིག་རེད་མ་གཏོགས་དེ་ག་ག་ཚད་བྱས་ནས་ང་རང་ཚོས་བཟོས་བྱས་ནས་རྣམ་རྟོག་གིས་བཟོས་ནས་ཕྱོགས་ལྷའི་རྣམ་ཆ་རྣམ་རྟོག་གིས་བཟོས་པའི་རིག་པ་བརྟུལ་ཞུགས་ཀྱི་སྤྱོད་པ་དེ་ཡོང་ཡང་རྩ་བ་ཉིད་ནས་ཡོད་མ་རེད་དེ་རེད་འདུག་ག་ཡོད་མ་རེད་ད་དེ་འདྲ་བྱས་པའི་སྐབས་སུ་ང་ཚོ་དཔྱོད་ཅིང་འདོན་པའི་སྐབས་སུ་ལ་ཡང་དཔེར་ན་དམིགས་སྐོར་ད་དེ་ལ་ཡང་གཅིག་གི་རྐང་རྗེས་དམར་རྗེས་ནང་རྗེས་ཁྲ་འབྱེད། རྟགས་དེ་ཚོ་བྲིས་ཏེ། འབྱེད་ཤེས་ཀྱི་འབྱེད་ཤེས་ཀྱི་ཉམས་ལེན་དེ་ཚོ་བྱས་མེད་སྐབས་སུ་ང་ཚོ་ཕལ་ཆེར་རྒྱབ་ནས་ཕས་ཤི་བོ་རྒྱག་གི་ཡོད་རེད་བ། ད་ད་རེ་ཁ་སང་འགོ་ལ་ཡང་ད་ད་ཁ་སང་ལས་སོང་བ་འདི་ན་རྣམ་རྟོག་འཐོར་བ་འདུས་པ་ཕྱི་ཡི་ཕས། རིག་པ་བྱིང་བ་སེང་བ་ནང་གི་ཕས། གནས་ལུགས་ངང་ལ་འཇོག་པ་དོན་གྱི་ཕས། རྟགས་དེ་གསུམ་དེ་ཐུགས་ལ་ངེས་པའི་ཐོག་ནས་ཕས་ཁྲ་རྒྱག་དགོས་ཀྱི་ཡོད་རེད། དེ་ཕལ་ཆེར་རྒྱབ་ཡ་ཡིན་ན་འདི་ནས་བཤད་པའི་གི་ཁ་སང་ད་ང་ཚོ་སྤྱོད་གི་ནང་ལ་ཡ། སྐར་འབྱེད། ནང་འབྱེད་ཕྲག་འབྱེད་དམའ་འབྱེད་རེངས་འབྱེད་ཞིག་གི་ལྟ་བ་ཐ་ཐུ་དེ་ག་རེ་ཆགས་བསྡད་ཡོད་རེད་ཟེར་ན་དེ་ནི་རིག་པ་གཅེས་མཐོང་ཟེར་དེ་རེད། རིག་པ་གཅེས་མཐོང། རིག་པ་གཅེས་མཐོང་ཟེར་མཁན་དེ་ལ་སླེབས་ཡོང་དུས་རིག་པ་གཅེས་མཐོང་གི་གནས་ལ་སླེབས་ཡོང་པའི་སྐབས་སུ་ལ། དེ་ནས་སྤྱོད་ཀྱི་རྣལ་འབྱོར་ཕོ་མོ་ངོ་མ་ཆགས་བསྡད་ཡོད་རེད་དེའི་སྐབས་ལ། སྐྱོད་ཀྱི་རྣལ་འབྱོར་ཕོ་མོ། དེའི་བར་དོ་ལ། དེའི་མ་ལུས་ཀྱི་བར་དོ་ལ་དེའི་མ་ལུས་ཀྱི་བར་དོ་ལ་སྤྱོད་པ་ཟ་གསུམ་བྱེད་དགོས་ཀྱི་ཡོད་རེད། སྤྱོད་པ་ཞི་ཞིང་དུལ་བ། བག་ཡོད་པ། དེ་འདྲ་ཞིག་བྱེད་པ་མ་གཏོགས་སྤྱོད་པ་མགྱོགས་མགྱོགས་དུ་སྤྱོད་བྱས་ནས་སྒྲོ་འདོགས་མ་ཆོད་ན་ཡང་ཆོད་པའི་གི་ཚུལ་བསྟན་ཡག་རེད་འདུག་ག་ཕྱོགས་ལས་རྣམ་པར་མ་བརྒྱལ་ན་ཡང་ཕྱོགས་ལས་རྣམ་པར་བརྒྱལ་ཡོད་པའི་གི་རྣམ་པ་བསྟན་ཡག་ལ་སོགས་པ་དེ་ཚོ་བྱས་པ་ཡིན་ན་དེ་ནི་སྤྱོད་ཀྱི་ཕན་པ་མེད་པའི་གང་ནས་གནོད་པ་ཡོང་གི་ཡོད་རེད་དེ་ཚོ་ཟ་གསུམ་བྱེད་དགོས་ཀྱི་འདུག་ག་དེ་འདྲ་ཟ་གསུམ་གནང་དགོས་ཀྱི་ཡོད་རེད་དེ་དེ་འདྲ་ཞིག་བྱས་པ་ཡིན་ན་དེ་ནི་གཅིག་གི་ད། མདའ་རུ་འཁུར་གི་ཡོད་རེད། གྲི་གུག་འཁུར་གི་ཡོད་རེད། ཀ་བ་ལ་འཁུར་གི་ཡོད་རེད། རྐང་གླིང་འཁུར་གི་ཡོད་རེད་རེད་བ། ད་དེ་ཚོའི་གྲས་བེད་སྤྱོད་བཏང་ཡོད་པའི་སྐབས་སོགས་ལ་གང་བྱུང་མང་བྱུང་བེད་སྤྱོད་བཏང་པ་མ་ཡིན་པའི་ཁ་ཚ་ངོ་མ་ཡིས་ཞུས་པ་ཡིན་ཏེ་དམ་ཚིག་གི་རྫས་རེད། ཉམས་ལེན་གྱི་རྫས་ཡིན་པ་ཡིན་དུ་གཅིག་གིས་གཅོད་ཀྱི་རྟོག་པ་ག་ལ་གང་ཚ་བས་ལྷག་པར་དུ་རིག་པ་གཅིག་མཐོང་གི་རྟོག་པ་དེ་སླེབས་ཚར་ན། རིག་པ་གཅིག་མཐོང་གི་རྟོག་པ་དེ་སླེབས་པ་ཡིན་ན་དེ་ནས་དམ་ཚིག་གི་རྫས་ལ་ཀ་བ་ལ་ཐོགས་པ། ཀ་བ་ལ་ཡི་ནང་དུ་ཆང། ཆང་དེ་ཡང། ཆང་དེ་དུག་བདུད་རྩི་ལ་འགྱུར་ཐུབ་ཡོད་ཀྱི་རྟོགས་པ་རྙེད་ཡ། ཆང་དེ་འཐུང་ཡོང་དུས་ཀ་པཱ་ལའི་ནང་ནས་ཆང་དེ་རང་གིས་བཏུང་ཡོང་དུས་ལུས་ཀྱི་རྩ་ཤེས་ཐམས་ཅད་ལ་དྲམ། རྩ་ཤེས་ཐམས་ཅད་ལ་དྲམ་ཡོང་དུས་དགའ་བདེའི་ཁྱད་པར་དུ་དགའ་བ། ཆོ་ག། ཆེ་ག་ལྷན་ཅིག་སྐྱེས་སྐྱེས་ཀྱི་རྟོགས་པ་ད་བར་ཡོང་མ་སྟེ་དེ་འདྲ་གི་ཉམས་ཤར་ཐུབ་པ་ཅིག་དགོས་ཀྱི་ཡོད་རེད། དེ་འདྲ་ཡོད་པ་ན་དེ་ནི་ཆང་འཐུང་ཡང་ལ་སོགས་པ་དང། སྤྱོད་པ། བརྟུལ་ཞུགས་ཀྱི་སྤྱོད་པ་དེ་ཚོ་ཁྲིད་བྱེད་རུང་བ་སྟོན་གྱི་ཡོད་རེད། དེ་ནི་ཕལ་བྲག་རྒྱ་ཡ་དེ་ཡང་དེ་འདྲ་ཞིག་གི། ད་ལྟ་དེ་ཡི་ཁར་ས་འོག་རིག་པ་གཅན་ལྷུང་ངོ་མ་འཕྲོད་གི་བར་དུ། དེ་ནི་ཕལ་ཡེ་སངས་ཏེ་སྐད་ཆེན་པོ་རྒྱག་གི་མི་འདུག་བ། རྒྱག་གི་ཡོད་མ་རེད། སྔོན་མ་ང་རང་ཆོས་ཞུ་བའི་སྐབས་སུ་ལ་ཅིག་དེ་འདྲ་གསུངས་པའི་སྐབས་སུ་ལ་དེ་འདྲ་བྱེད་མི་ཉན་གསུངས་གི་འདུག་བ། ཁུ་སིམ་པོ་བྱེད་དགོས་རེད། ག་རེ་ཟེར་ན་ཕལ་ཆེར་རྒྱང་ཡོང་པའི་དེ་རྟོགས་པ་སྟེ་ཟིལ་ལེ་བའི་སྐད་ཆ་རེད། ལེ་ཡོན་དུ་བསམ་པ་ལ་ཕ་རོལ་པོ་གཟུགས་ཅན་མི་དང་གཟུགས་མེད་ཀྱི་འབྲས་འབྱུང་པོ་ལ་སོགས་པ་ཐམས་ཅད་དེ་རྟུལ་མཐུ་ཡ་གི་རྟུལ་མཐུ་ཡ་དང་དེ་དག་གི་སེམས་རྒྱུད་ལས་ཡ་གཅིག་གི། ག་ཟེར་བ་རེད། སྟོང་ཉིད་དམ་ཡང་ན་ངེས་དོན་གྱི་རྟོགས་པ་བསྐྱེད་མཐུ་ཡ་གི་ནུས་པ་ཅིག་ཡོད་ནས་ཕལ་ཆེར་རྒྱག་དགོས་ཀྱི་རེད། དེ་མེད་ན་རང་ལ་རྟོགས་པ་མེད་ན་དེ་ག་ཚོད་ཕལ་ཆེར་རྒྱབ་ན་གཞན་ལ་གནོད་སྐྱེལ་བ་འདྲ་བོ་ཆགས་འགྲོ་གི་རེད། དེ་འདྲ་ཡིན་དུས་གཅིག་གང་བྱུང་མ་བྱུང་གི་ཕལ་ཆེར་རྒྱག་གི་ཡོད་མ་རེད། དེ་དངོས་གནས་གནད་འགག་ཆེན་པོ་ཆགས་འདུག་གི་འདུག་བ། དེ་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད་དེ་མེད་ན་ང་ཚོ་འདིའི་ཉམས་ལེན་དེ་ཕར་བཞག་དེ་ནས་ཕལ་ཆེར་རྒྱག་ཡ་ལ་སོགས་པ་དང་རེ་ཟུར་འདྲེ་དེ་བརྟུལ་ཞུགས་ཀྱི་སྤྱོད་པ་དེ་མིག་གི་མདུན་ན་གཅིག་རེད་མདོག་མདོག་ཡིན་མདོག་མདོག་བྱས་ནས་གཅིག་འདྲེ་འདུལ་ཐུབ་ཀྱི་ཡོད་པ་འབྱུང་པོ་འདུལ་ཐུབ་ཀྱི་ཡོད་པའི་རྣམ་པ་སྟོན་པ་དེ་ཚོ་འདྲེ་དེ་དེ་ནས་མ་བྱས་ན་ཡག་གི་རེད། དེ་རེད་དོ། དེ་ད་ཅི་དང་ངོ་མ་ང་རང་གི་ཐོས་མྱོང་བ་དང་གོ་མྱོང་བ་དང་རེད་འདུག་ག་ཅིག་གིས་གཅོད་ཀྱི་ཉམས་ལེན་ངོ་མ་ཡང་དག་པ་གནང་མཁན་དེ་ཚོ་གི་མདུན་ནས་འོ་ཐོས་མྱོང་དང་གོ་མྱོང་ཡོད་པ་དེ་ངས་དོགས་ཟིན་ཞུ་གི་ཡོད། འོ་དེ་ཚོ་གལ་ཆེན་པོ་མ་གཏོགས་དེ་འཛིན་མང་པོ་བྱས་པ་ཡིན་ན་ཉམས་ལེན་གོང་དུ་འཕེལ་ཡག་དང་འཕགས་ཤག་དེ་ད་ལྟ་ཉམས་ལེན་སྟེར་ཟིན་ཡོད་པ་དེ་ལ་ཡང་གེགས་ཆེན་ཆགས་ཀྱི་རེད་དགག་ཆེན་ཆགས་ཀྱི་རེད་འོ་དེ་འདྲ་ཡིན་དུས་ད་རིག་པ་དཔྱད་མཚོང་ཟེར་ཡག་དེ། རབ་རིག་པ་སྤྱན་མཐོང། འབྲིང་མུ་གུའི་ཆིག་ཤོས་ལ་བར་གཅོད་སྐབས་སོགས་ལ་རབ་རིག་པ་སྤྱན་མཐོང། འབྲིང་མུ་གུའི་ཆིག་ཤོས། མུ་གུའི་ཆིག་ཤོས་ཀྱི་གུ་གུ་དུ་བ། མུ་གུའི་ཆིག་ཤོས་ཀྱི་བས་ན་འདི་ད་ལྟ་གནས་ལུགས་ངག་ལ་འཇོག་པར་དོན་གྱིས་འཕེལ་ཟེར་ཏེ་དེ་ལ་ཐུག་ཡོད་རེད། རབ་ལ་རིག་པ་སྤྱན་མཐོང་འབྲིང་ལ་མུ་གུའི་ཆིག་ཤོས། དེ་ནས་ཐ་མ་ཐ་མ་ཡིན་ན་ཡང་གདམས་ངག་ཁྲ་ཆོས་ཟེར་བ་རེད། གདམས་ངག་ཁྲ་ཆོས་ཕར་དང་ཁྲ་བྱང་ཆུབ་དང་ཆོས་གདམས་ངག་ཁྲ་ཆོས་གོ་གི་ཡོད་རེད། དེའི་ཕྱིར་དུ་ཁྱོད་ཀྱིས་གདམས་པ་མང་པོ་ཞུ་མྱོང་མཁན་གྱི་གོ་གི་ཡོད་རེད། ཁྱོད་ཀྱིས་གདམས་པ་ཕྱུག་པོ་གོ་གི་ཡོད་རེད། དེ་ཚོ་གལ་ཆེན་པོ་རེད་འདུག་འོ་དེ་འདྲ་ཡིན་དུས་ཐ་མ་གདམས་ངག་ཁྲ་ཆོས་འབྲིང་དེ་མུ་གུའི་ཚིག་ཆོས་དེ་རབ་དེ་ག་རེད་ཟེར་ན་འོ་རིག་པ་སྤྱན་སྟོང། དེ་དེ་དང་འབྲེལ་བ་ཡོད་པ་ཅི་རེད། འོ་ད་དེ་ཚོ་བྲལ་ཏེ་རང་གི་སེམས་རྒྱུད་ལ་ཡོད་པའི་ཐོག་ནས་བཅོས་ཉམས་ལེན་བྱེད་ཡག་དེ་ཚོ་གལ་ཆེན་པོ་དང་ལྷག་པར་དུ་བཅོས་ཉམས་ལེན་གྱི་སྐབས་སོགས་ལ་མདའ་རུ་དྲིལ་བུ་མ་བཀྲོལ་ན་ཡང་འགྲིག་བསྡད་པ་འདྲ་བོ་ཅི་རེད་འདུག་བ། རེ་བ་རེད་གཙོ་བོ་དེ་ད་ལྟ་གནའ་བསམ་བཅོས་མའི་ཤེས་རབ་ཕ་རོལ་ཕྱིར་ཟེར་ཡག་དེ་བཅོས་ཀྱི་དོན་དག་དེ་རེད་བ། དེ་རང་བསགས་རེག་འདུག་བ་སྔོན་མ་གནའ་བསམ་བཅོས་མའི་ཤེས་རབ་ཕ་རོལ་ཕྱིར་མ་བྱས་མིན་གང་ནམ་མཁའི་ངོ་བོ་སོ་སོ་རང་རིག་ཞེས་བཅོས་ཡུལ་བ་དུས་གསུམ་རྒྱལ་བའི་ཡུམ་ལ་ཕྱག་འཚལ་ལོ་ཟེར། ད་ཆོས་ཀྱི་ནང་དོན་ཚང་མ་དེའི་ནང་ན་ཡོད་རེད། འོ་ཐུགས་བསེ་བྱས་ད་རྣམ་རྟོག་ཐོ་ར་སྡུད་པ་ཕྱི་ཡི་ཕས་ཟེར་ཁ་སང་ཞུས་ས་རེད་དེ་ཡིན་ན་ཡང་འདི་ལུས་འཁྲུངས་འཁོར་གྱི་ཁ་ས་གནས་གཅིག་འཁྲུངས་པའི་ཐོག་ནས་དེ་ནས་རྣམ་རྟོག་ཐོ་ར་སྡུད་ཐུབ་པ་དེ་ཡོད་ན་གཞན་སྣང་གཟི་བརྗིད་སྣོན་རང་སྣང་དབང་དུ་སྡུད་ཐུབ་པ་ཡོང་ཐུག་ཡོད་རེད། རེ་བ། གཞན་གཟི་བརྗིད་སྣོན་པ། གཞན་དབང་དུ་སྡུད་ཐུབ་པ་ཚར་གཅོད་པ་རྗེས་སུ་འཛིན་པ་ཟེར་གཉིས་འདུག་ག། ཚར་གཅོད་པ་ཟེར་དུས་ལོག་པར་ལྟ་བ་ཐམས་ཅད་དེ་ཚར་གཅོད་ཐུབ་པ་ཚར་གཅོད། ཚར་གཅོད་ཚར་ནས་དེ་འདྲ་གི་ལོག་ལྟ་ལོག་པར་ལྟ་བ་ཐམས་ཅད་ཀྱི་རྒྱུད་ཚར་བཅད་ཚར་ནས་དེ་ལམ་ཡང་དག་པ་ལ་ཚུར་བཀོད་ཐུབ་པ་དེ་ལ་གར་ཟེར་གྱི་རེད་ཚར་གཅོད་པ་རྗེས་སུ་འཛིན་པ་ཚར་གཅོད་རྗེས་འཛིན། ད་ཚར་གཅོད་རྗེས་འཛིན་དེ་ད་འདི་སྐབས་ཀྱི་གཅོད་ཀྱི་ཕས་ཀྱི་ད་དོན་དངོས་མ་དེ་དེ་རེད། གནམ་ཐོག་འཐོར་བ་སྡོད་པ་ཕྱི་ཡི་ཕས། རིག་པ་བྱིང་བ་སངས་པ་ནང་གི་ཕས་ཟེར་བའི་སྐབས་སོགས་ལ་ངག་རྡོ་རྗེའི་བཟླས་བརྗོད་ཀྱི་ཐོག་ནས་དེ་ནས་ངག་གི་གནད་ཆ་སྤྲོ་ཡོང་བའི་སྐབས་སོགས་ལ་དེ་ནས་ཕས་ཟེར་རྒྱབ་ཡོང་བའི་སྐབས་སོགས་ལ་ཕས་སྒྲ་གཅིག་གིས་ཡང་ནི་གཞན་ཚར་གཅོད་པ་དང་རྗེས་སུ་འཛིན་པ་ཡོང་ཐུབ་ཀྱི་ཡོད་རེད། རེད་འདུག་ག་ཕས་ཀྱི་སྒྲ་གཅིག་གིས་ཡང་དག་ཕས་ཟེར་གྱི་དོན་དག་དེ་ཁ་ཚང་ཞུས་ཚར་བ་ཡིན། འོ་དེ་རེད་དེ་ནས་སེམས་སྐྱེ་མེད་དུ་གཏན་ལ་དབབ་ཡོང་བའི་སྐབས་སོགས་ལ་ནི་ལུས་ངག་ནང་འཇོག་པ་དོན་གྱིས་ཕས་ཟེར་དེ་ནས་ཕས་རྒྱབ་མོ་བ་རེད་ད་དེ་སྐབས་ལ། རེད་འདུག་ག་ཕས་རྒྱབ་མོ་བ་རེད། ཕས་ཀྱི་དོན་དག་ངོ་མ་དེ་དེ་ཡིན་གསུང་བ་རེད་གནས་ལུགས་ངང་ལ་འཇོག་པ་དེ། ད་གནས་ལུགས་ངང་ལ་ང་ཚོ་དུས་རྒྱུན་དུ་འཇོག་ཐུབ་ཡོད་རེད། ཡིན། མཚན། དུས། རྣམ་པ་ཀུན་དུ། ཚད་པ་ཡོད་ན་འདྲ་གྲང་མོ་ཡོད་ན་འདྲ་ཕྱིས། སྤྱན་ལ་རག་མ་ལེགས་པ་བྱས་ནས་དུས་དང་རྣམ་པ་ཀུན་དུ་ལ་མཉམ་པར་བཞག་ཐུབ་དགོས་ཀྱི་ཡོད་རེད་དེ་འཇོག་ན། དོན་གྱི་ཕས་རེད་དེ་ལ་ཕས་རྒྱག་མི་དགོས་པ་རེད། དེ་བཞིན་དུ་འཕེལ་སྒྲ་སྒྲོགས་པ་ལ་འཕེལ་བྱེད་དོན་ཤེས་དགོས་པ། འཕེལ་བྱེད་དོན་དེ་ཐབས་ཤེས་གཉིས་སུ་མེད་པའི་གནས་ལུགས། དེའི་ལྟ་བ། དེའི་སྒོམ་པ། དེའི་སྤྱོད་པ། མཐའ་ཐུག་ལ། གཅེན་མཐོང་གི་རང་ངོ་སྤྲོད་ཡོང་དུས། རིག་པ་དྲི་མེད་སྐྱེར་བུའི་ཐོག་ལ་སླེབས་ཡོང་དུས། ལྟ་སྒོམ་སྤྱོད་པ་ཡ་མ་བྲལ་བའི་ཐོག་ནས། ཐབས་ཤེས་གཉིས་མེད་ཀྱི་དོན་དེ་ཡི་གེ་ཕེབས་སྣ་ལ་དོན་འཛུད་ཡོང་དུས། གར་སོང་ག་དུས་ལ་རང་གི་རྣ་བ་ལ་ཡང་འཕེལ་སྒྲ་ཐོས་བསྡད་ཡོད་པ་རེད། ལོང་བ་ཕྱི་ལོག་ནས་ནང་གི་སེམས་ཉིད་ཀྱི་སྟེང་ལ་ཡང་ཕལ་ཆེར་དོ་བདག་དེ་སླེབས་བསྡད་ཀྱི་ཡོད་པ་རེད། འོ་དེ་ཚོ་གལ་ཆེན་པོ་རེད། རིམ་པ་དེ་ལྟར་དེ་འདྲ་ཅིག་ལ་འགྲོ་ཐུབ་ན། འོ་འདི་རེད། ད། འོ་དེ་བྱས་ཕལ་དེ་སོང་འགྲོ་བའི་ཉག་མ་འདྲ་ཡོད་དམ་བྱས། ད་དེ་འདྲ་ཞུ་བའི་སྐབས་སུ་ཐུགས་ཉམས་སུ་བཅད་པ་ལ་འོ་ན་འཆར་སྒོ་གང་འདྲ་བྱུང་ཟེར་འཆར་སྒོ་ཟེར་ན་རྟགས། རྟགས་གང་འདྲ་བྱུང་བཅོས་ཉམས་ལེན་ན། འོ་ན་ལྷག་པར་དུ་འཕེལ་སྒྲ་སྒྲོག་བདེ་ལ་སོགས་པའི་སྐབས་སུ་འཆར་སྒོའམ་རྟགས་ག་རེ་ཤར་སོང་གསལ་བོ་ཞུ་ཡོད་དུས། གཞི་མ་བཅོས་ཁྱབ་བདལ་ཆེན་པོ་ཤར། ལམ་མ་བཅོས་ཟང་ཐལ་ཆེན་པོ་ཤར། འབྲས་བུ་མ་བཅོས་ཆགས་འཆར་ཆེན་པོ་ཤར། འཆར་སྒོ་དེ་གསུམ་དང་ལྡན་པའི་རྣལ་འབྱོར་པ་ལ་དེ་འཆར་སྒོ་དེ་གསུམ་དང་ལྡན་པའི་ཉམས་མ་ཡོད་དམ། གཞི་སྨྲ་བརྗོད་ཁྱབ་བདག་ཆེན་པོ་ཤར། ཁྱབ་བདག་ཟེར་བའི་སྐབས་སུ་ཅི་ལ་མ་ཞིག། བཟང་ངན། མཐོ་དམན། འོ། གཙང་བཙོག། ལ་སོགས་པ། གཉིས་འཛིན་གྱི་མཐའ་ཡིས་མ་གོས་པ་དེ་ལ་ཁྱབ་བདག་ཟེར་གྱི་འདུག་བ།

བཅོས་བསྒྱུར་བྱེད་མ་ཐུབ་པའི་ངང་ངམ་ཤེས་ཀྱི་ཡོད་རེད། དེ་ལས་ཡང་གཞིས་ལབ་པ་རེད། གཅིག་བྱས། གཉིས་པ་འདི་ལ་གཞིས་ལབ་དགོས་པའི་དེ་ཡོན་ཏན་དེ་འདྲ་ཅིག་ཡོད་པ་ལ། ཨོ། ཡོན་ཏན་དེ་འདྲ་ཅིག་ཡོད་པ་ཡིན་དུས་གཞིས་ལ་རྩ་བ་ལ། རྩ་བ་ལ་ཡོན་ཏན་དེ་འདྲ་ཅིག་ཡོད་པ་ཡིན་དུས་དེའི་ཐོག་ལ་ང་ཚོས་ཐོས་བསམ་སྒོམ་གསུམ་བྱས་པ་དང། ཉམས་ལེན་གྱི་རིམ་པ་བྱས་ཡོད་དུས་ཡོན་ཏན་གོང་འཕེལ་དུ་འགྲོ་ཐུབ་ཡག་གི་ནུས་པ་དེ། ནུས་པ་དེའི་རྩ་བ་དེ་དེ་ལ་གོ་གི་ཡོད་པ་ཡིན་དུས་དེ་ལ་གཞིའི་སུ་འཇུག་གནས། ཡོན་ཏན་སྔ་མ་སྔ་མ་ཐམས་ཅད་ཀྱི་ཡོན་ཏན་ཕྱི་མ་ཕྱི་མ་ཐམས་ཅད་ཀྱི་འཇུག་གནས། ཡོན་ཏན་གོང་མ་གོང་མ་ཐམས་ཅད་ཀྱི་འཇུག་གནས་ཡིན་གོ་གི་རེད་བ། ཡོན་ཏན་གསར་བརྗེ་མ་རེད་བ། ཡོན་ཏན་གསར་བརྗེ་མ་རེད། ས་བོན་ཆུང་ཆུང་གཅིག་ང་དོ་ཡོག་མ་རེད། ཡིན་ན་ཡང་ས་བོན་དེ་ལ་ཆུ། ལུད། དྲོ་གཤེར་དྲོད་གཤེར་ལ་སོགས་པའི་གི་ང་ཚོ་གི་ཐབས་ལམ་མང་པོ་ཆེ་བསྟེན་ན། ཐབས་ལམ་དེ་མ་ནོར་བ་ཞིག་གིས་ཐབས་ལམ་རྣམ་དག་ཅིག་བསྟན་ཤེས་ན། ད་དེ་ལ་བརྟེན་ནས་ས་བོན་ཆུང་ཆུང་དེ་ལ་བརྟེན་ནས་སྡོང་བུ། ལོ་མ། མེ་ཏོག། འབྲས་བུ་གཡུར་དུ་ཟ་བ་ཞིག་ཡོང་ཐུབ་ཀྱི་འདུག་བ། གཡུར་དུ་ཟ་བ། རང་གཞན་ཀུན་གྱིས་བེད་དུ་སྐྱོར་ཆོག་པ་ཞིག་དེའི་རྩ་བ་དེ་ས་བོན་ཆུང་ཆུང་ཅིག་ལ་ཡོང་གི་ཡོད་རེད་བ། འོ་དེ་དང་འདྲ་བར་སེམས་ཉིད། ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་དེ། སེམས་ཅན་ཐམས་ཅད་ཀྱི་གཤིས་ལ་ཡ། དང་པོ་གཉིས་ནས་ཡོད་པའི་བཀའ་དྲིན་ལ་བརྟེན་ནས། དེ་ནི་ལམ་རྒྱངས་པ་འཕྲོ་ལ་འགྲོ་གི་ཡོད་མ་རེད། ལམ་རྒྱངས་པ་ལ་བརྟེན་ནས་གོང་མའི་ཡོན་ཏན་དེ་ཚོ་ཐོབ་ཐུབ་ཀྱི་ཡོད་པ་ཡིན་དུས་དེ་ལ་བརྟེན་ནས་གཞིས་ཞེས་གསུངས་པ་རེད། གཞི་མ་བཅོས་ཁྱབ་བདག་ཆེན་པོ་ཤར། ད་ལྟའི་ངོ་ཤེས་དགོས་རེད་བ། ངོ་མ་ཤེས་ན་ཕན་གྱི་ཡོད་མ་རེད། ང་ཚོའི་དུས་ཆེན། མ་བུ་ངོ་སྤྲོད་ཟེར་གི་འདུག་བ་མ་བུ་ངོ་སྤྲོད། མ་བུ་ངོ་སྤྲོད་ཟེར་ཏེ་མ་ཟེར་ཏེ་གཞི་དེ་རེད་གཞི། བུ་ཟེར་ཏེ་ལམ་དེ་རེད། ད་མ་བུ་ངོ་སྤྲོད་ཟེར་བའི་སྐབས་སུ་སྒོམ་པའི་སྐབས་སུ་ད་གཉིད་ལུག་སྨྱུག་མའི་ངང་ལམ་དེ་འདྲེ་ཟིན་ནོ་སྒོམ་ཡོང་དུས་ད་དངོས་སུ་སྒོམ་ཀྱང་རུང་འདུག་ཟེར་ཡིན་གཅིག་མིན་གཉིས་སྒོམ་དགོས་ཡ་ཡོད་མ་རེད་ད་དེ་ཚོ་ད་དེ་ག་བཅོས་མ་རེད་བ། ཡིན་ན་ཡང་གཉིད་ལུག་གི་ངང་ལ་ཡང་འདུག་ཟེར་བསམ་བློ་བཏང་བྱས་ནས་གཉིད་ལུག་གི་ངང་ལམ་དེ་འདྲེ་ཟེར་མ་བཅོས་པར་བཞག་ཡོང་དུས། ག་རེ་ངོ་ཤེས་དགོས་རེད་ཟེར་དུས་ངོ་ཤེས་གསར་པ་མ་རེད། ཁྱེད་རང་གི་གཤིས་རྒྱུད་ལ་ཡོད་བསྡད་པའི་གཞི་ལ་ཡོད་པའི་ཡོན་ཏན་དེ་དེ་ངོ་ཤེས་པ་རེད། དེ་རེད་བ། དེ་གཞི་ངོ་ཤེས་ཡོང་དུས་མ་བུ་ངོ་འཕྲོད་ཟེར་བ་རེད། མ་བུ་གཉིས་ཁ་བྲལ་ནས་ཡུན་རིང་པོ་ཞིག་ལ་ཕྱིན་པའི་རྗེས་ལ། ས་ཆ་གང་ཞིག་ན་ཁོ་གཉིས་མཉམ་དུ་འཕྲད་ཡོང་དུས་མའི་ཆ་འདི་ངའི་བུ་ཡིན་པ། བུའི་ཆ་འདི་ངའི་མ་ཡིན་པ་ངོ་ཤེས་ཀྱི་འདུག་བ། དེ་དང་འདྲ་བར། ཡུན་རིང་པོ་ཞིག་ནས་འཁོར་བ་ལ་ཡ་ན་ནི་སེམས་མགོ་ལ་བརྟག་གིན་རྣམ་རྟོག་འཐོར་བ་ཟེར་འདུག་བ་ཅོའི་སྐབས་སུ་རྣམ་རྟོག་འཐོར་བ་ཟེར་བའི་སྐབས་སུ་ལ་རྣམ་རྟོག་རྒྱ་ཡན་དུ་སོང། རྣམ་རྟོག་རྒྱ་ཡན་དུ་སོང་ཡོང་དུས་རྣམ་རྟོག་དེ་རང་དབང་མེད་པ་ཅན་གྱི་ཁོ་བོར་ལ་སོང་ནས། རང་ལ་ཡོད་པའི་རང་བྱེད་ཀྱི་ཡོན་ཏན་དེ་སྟོར་སོང་བ་རེད། རང་ལ་ཡོད་པའི་རང་བྱེད་ཀྱི་ཡོན་ཏན་དེ་བརླག་སོང་བ་རེད། བརླག་སོང་ཟེར་བའི་སྐབས་སུ་ལ་དང་པོ་ཡོད་མེད་པར་སོང་བ་མ་ཡིན་པ་རང་དང་ཐ་དད་པ་ཆགས་སོང་བ་རེད། གཞི་ཡི་སྟེང་ནས་ཐ་དད་པ་ཅིག་ཆགས་ཡོད་རེད་པས་སྦྱང་བྱེད་ཐག་རིང་པོ་ཆགས་ཡོད་རེད་པ་ཟེར་ན་མ་རེད་གཤིས་ལ་ཡོད་རེད་རང་དང་ཐ་མི་དད་པ་ཡོད་རེད་དེ་ངོ་མ་ཤེས་པར་སོང་ཙང་རང་ལ་ཡོད་ཀྱང་ངོ་མ་ཤེས་པ་ཡིན་དུ་ཐག་རིང་པོ་སོང་བའང་ཐ་སྙད་དེ་བཏགས་ཡོད་རེད། རེད་པ། ཐག་རིང་པོ་སོང་བ་རེད། ད་དེ་འདྲས་སོང་ཡོད་དུས་བསམ་པ་ལ་ད་བླ་མ་ཅིག་བསྟེན། དགེ་བའི་བཤེས་གཉེན་ཅིག་བསྟེན་ནས་དེ་ཡི་མདུན་ནས་མན་ངག་གི་རིམ་པ་དེ་ཚོ་ཞུ། བླ་མ་དེ་ཡིས་ཡང་ངོ་སྤྲོད་བྱས་ཡོང་དུས་བླ་མ་ཁོ་རང་ཡང། ཅིག་གིས་ཁོ་རང་གིས་རང་བྱེད་ཀྱི་ཡོན་ཏན་དེ་ངོས་ཟིན་ཚར་ན། གཞན། རྗེས་སུ་སྐྱོང་བ། གཞན་སྐྱོང་བ་ལ་ལས་སླ་པོ་ཡོད་རེད། ཐབས་ལས་སླ་བ་དང་དཀའ་ངལ་མེད་པ་བཅས་ཀྱི་ཐོག་ནས་ངོ་སྤྲོད་བྱེད་ཐུབ་ཀྱི་ཡོད་རེད། བླ་མ་རང་ཉིད་ཀྱིས་ཕྱག་རྫོགས་ཀྱི་ཉམས་ལེན་དང་སེམས་དོན་གྱི་མན་ངག་དེ་ཚོ་བྲིས་ལ་སྦྱོང་པ་གང་ཡང་མེད་པ། ཉམས་མྱོང་ཕྲན་ཚེགས་ཅན་ཡང་མེད་པ་ལ་གོ་བ་དང་རིག་པ། ཡིད་དཔྱོད་ཁོ་ན་གྱི་ཐོག་ནས་ཕྱག་ཆེན་དང་རྫོགས་ཆེན་ངོ་སྤྲོད་བྱས་པ་ཡིན་ན། གཞན་ལ་ཡང་གཞན་གྱི་རྒྱུད་ལ་ཡང་བྱིན་རླབས་དེ་འཇུག་དཀའ་ལས་ཁག་པོ་རེད། ཡིན་པའི་རྒྱུ་མཚན་ག་རེ་ཟེར་ན་ང་ཚོས་འདི་འདྲའི་སྐད་ཅིག་གི་དོན་ཟབ་མོ། འདི་འདྲ་སྟེ། གཞི་བཞག་ས་སྟེ་བྱིན་རླབས་ལ་བཞག་དགོས་ཀྱི་ཡོད་པ། བྱིན་རླབས་ལ། བྱིན་རླབས་ལ་བཞག་དགོས་ཀྱི་ཡོད་པ་རེད། བྱིན་རླབས་དེ་ག་རིགས་ཀྱི་བྱིན་རླབས་རེད་ཟེར་དུས་བརྒྱུད་པའི་བྱིན་རླབས་རེད། བརྒྱུད་པའི་བྱིན་རླབས། བརྒྱུད་པ་དེ་ག་རིགས་ཀྱི་བརྒྱུད་པ་རེད་ཟེར་ན་ཚིག་གི་བརྒྱུད་པ་མ་རེད་དོན་གྱི་བརྒྱུད་པ་རེད། དོན་གྱི་བརྒྱུད་པ་ཟེར་ཏེ་དོན་དེ་ག་བ་བཞག་ཡིན་ཟེར་ན་ཉམས་ལེན་ལ་གོ་དགོས་ཀྱི་ཡོད་རེད། དེ་འབྲེལ་གྱི་ཉམས་ལེན་དེ་ཡང་ཉམས་ལེན་ཞེས་པ་ལམ་ཙམ་དང་ཉམས་ལེན་ཙམ་ཟེར་བ་མ་ཡིན་པར་དངོས་སུ་མྱོང་བས་སྐྱེས་པའི་ཉམས་ལེན་དེ་འགུགས་ཡོད་པ་རེད། འོ་དེ་གལ་ཆེན་པོ་རེད་དམ་འགྲོ་སྟངས་དེ་ཚོ། རེད་འདུག་བ། རྟོགས་པ་རྙེད་པའི་བླ་མ་བླ་མ་དེ་གིས་སློབ་མ་སྐྱོང་བ་ལ། སློབ་མ་དེ་རྗེས་སུ་འཛིན་དགོས་ཀྱི་ཡོད་པ་རེད། སློབ་མ་རྗེས་སུ་འཛིན་ནས་ལམ་ཕྱིན་ཅི་ལོག་པ་ལས་ཡར་ལྡོག་བྱས་ནས་ཕྱིན་ཅི་མ་ལོག་པའི་ལམ་ལ་བཀོད་དགོས་ཀྱི་ཡོད་པ་རེད། བཀོད་པར་བྱེད་པ་ལ་བཀོད་ཚུལ་གྱི་རིམ་པ་དེ། ལམ་གྱི་རིམ་པ་མང་པོ་ཅིག་ཡོད་པ་དེ་ལ་བླ་མ་ཁོ་རང་ཉམས་མྱོང་ཞིག་དགོས་ཀྱི་འདུག་ཨ། རེད་བ་ཡ། ང་ཚོ་གློག་གི་ལས་ཀ་ལ་སོགས་པ་དང་ཁང་པ་ཁང་པའི་བཟོ་བཀོད་ལས་ཀ་ལ་སོགས་པ་ལ་འོ་ད་ག་ན་བཞིན་གྱི་ཅིག་གང་དང་གང་གི་ཅིག་གི་འཇིག་རྟེན་ཐུན་མོང་གི་སློབ་སྦྱོང་དེ་ཚོ་གྲས་ལ་སྦྱངས་པ་ཡོད་མཁན་གོམས་པ་ཡོད་མཁན་དེ་ལས་ཡང་སློབ་སྦྱོང་ལ་མཐར་ཕྱིན་པ་འོ་དེ་འདྲ་ཡོད་མཁན་ཅིག་ཡིན་ན་ཁོ་ང་རང་ཚོའི་སྐད་ཆ་ག་རེ་དྲིས་པ་ཡིན་ན་ཡང། རེ་བ་གནས་ཚུལ་བྱེ་བྲག་པ་དེས་གནས་ཚུལ་བྱེ་བྲག་པ་དང་དེ་ཚོ་གྲས་ལ་ཡ་གང་དང་གང་བྲིས་པ་ཡིན་ན་ཁོ་རང་ལ་ལན་རྒྱག་ཡས་འདུག་བ། དཔེར་ན་ཤིང་ལ་མཁས་པ་དེ་ཚོ་གྲས་དེ་འཛམ་བུ་གླིང་ལ་ཤིང་ནག་ག་ཚོད་ཡོད་བ། ཤིང་ནག་དེ་ཚོ་གྲས་ལ་ཡ་མི་ལ་ཡ་གཟུགས་པོའི་འཕྲོད་བསྟེན་ལ་ཡ་ཕན་པ་ག་ཚོད་ཡོད་བ་གནོད་པ་ག་ཚོད་ཡོད་བ། རེད་འདུག་བ། འོང་ཟ་རུང་བ་ག་ཚོད་ཡོད་ཟ་མ་རུང་བ་ག་ཚོད་ཡོད་སྨན་གྱི་སྦྱོར་རྩ་བྱེད་འོས་པ་ག་ཚོད་ཡོད་མ་ཡོད་པ་དེ་ཚོ་སྤྲད་དེ་ཚན་རིག་པ་ཚོ་གིས་ཞིབ་འཇུག་བྱས་ཡོང་དུས་དེ་ལ་ང་རང་ཚོས་ག་ཚོད་ཞིག་བྲིས་པ་ཡིན་པ་ཡིན་ན་ཡང་ཁོ་རང་ལ་ཐོགས་པ་མེད་པ་རྒྱག་ཡ་འདུག་ག་ཟེར་ན་ཁོ་དེ་ལ་གོམས་པ་ཡོད་པ་རེད་མྱོང་བ་ཡོད་པ་རེད། དེ་དང་འདྲ་བར་བླ་མ་མཚན་ཉིད་དང་ལྡན་པ་ཟེར་མཁན་དེ་ག་རེད་བླ་མ་མཚན་ཉིད་ཟེར་ག་རེད་གོ་ཟེར་ན་བླ་མ་མཚན་ཉིད་དེ་བླ་མ་ཁོ་རང་ཡང་དང་པོ་ཉམས་ལེན་བྱས་ནས་རྟོགས་པ་མངོན་དུ་བརྙེས་གསུང་མཁན་གྱི་དགོས་ཀྱི་ཡོད་རེད། རྟོག་པ་སྔོན་དུ་སོང་རྟོག་པ་རང་ཉིད་ཡང་རྟོག་པ་སྔོན་དུ་འཆོར་རྟོག་པ་སྔོན་དུ་འཆོར་བ་དེ་གི་ཐོག་ནས་གཞན་རྗེས་སུ་འཛིན་པ་ལ་ཐབས་ལ་མཁས་པ་ཞིག་དགོས་ཀྱི་ཡོད་རེད་འོ། རང་ཉིད་ལ་རྟོག་པ་སྔོན་དུ་འཆོར་གཞན་རྗེས་སུ་འཛིན་པ་ལ་ཐབས་ལ་མཁས་པ་ཅིག་ཡོད་ན་དེ་འདྲ་གི་བླ་མ་དེ་བླ་མ་མཚན་ཉིད་དང་ལྡན་པ། ཉམས་ལེན་གི་སྐབས་སུ་གཟིགས་ཡོད་ད་མན་ངག་གི་ལུགས་ལ་བླ་མ་མཚན་ཉིད་དང་ལྡན་པ་དེ་འདྲ་ཞིག་བསྟེན་དགོས་ཀྱི་ཡོད་རེད་དེ་གལ་ཆེན་པོ་ཞིག་ར་རེད། དང་པོ་བླ་མ་བསྟེན་སྟངས་འདི་ནོར་སོང་བ་ཡིན་ན་ང་ཚོ་ལ་གདམས་ངག་ཡང་ཡང་དག་པ་ཅིག་ཐོབ་གི་མ་རེད། གལ་སྲིད་གདམས་ངག་སྣ་རེ་ཙམ་སྣ་འགའ་ཙམ་ཐོབ་པ་ཡིན་ན་ཡང་དེ་འདྲ་གི་གདམས་ངག་དེ་གའི་སེམས་ལ་ཕན་ཡང་དཀའ་ལས་ཁ་པོ་རེད་བ། དཀའ་ལས་ཁ་པོ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ང་ཚོ་དག་རྒྱུད་གཅིག་གི་གསུང་སྡེ་དང་རྒྱུད་པ་འཛིན་ནོ་རྣམ་ཐར་བྱིན་གྱིས་བརློ་བསད་དེ་མགོ་དེ་ནས་བཙུགས་གི་འདུག་བ། རྒྱུད་པ་འཛིན་ནོ་རྣམ་ཐར་བྱིན་གྱིས་བརློ་ངས་རྒྱུད་པ་འཛིན་གི་ཡིན། རྒྱུད་པ་འཛིན་གི་ཡིན་ཟེར་དུས་རྡོ་རྗེ་འཆང་ནས་བཟུང་སྟེ་ད་ལྟ་རང་གི་བླ་མ་བར་དུ་བླ་མ། དུ་བ་ད་ལི་ཡ་ག་ཚོད་མང་ཉུང་ག་ཚོད་ཡོད་པ་ཡིན་ན་ཡང་བླ་མའི་བརྒྱུད་རིམ་སྟེ་ཡིན་ན་ཡང་དེ་དག་གིས་དངོས་སུ་ག་རེ་ཉམས་སོང་མྱོང་བ་དང་དངོས་སུ་ག་རེ་ཉམས་ལེན་བྱས་པ་དེ་ངས་ཉམས་ལེན་བྱེད་ཀྱིན་ཡིན་ཟེར་བཤད་ཡོང་དུས། ཉམས་ལེན་གྱི་གཞི་མ་དེ་ནས་འགོ་བཙུགས་པ་རེད་འགྱུར་བ་འཛིན་ནོ། ད་ཁས་ལེན་དམ་བཅའ་དེ་འདྲ་ཞིག་བྱས་ཡོང་དུས་འདི་ནས་ཉམས་ལེན་གྱི་ཐོག་ལ་བརྩོན་ཡོང་ན། ད་ནི་ཕྱིན་ཅི་ལྟར་ཐུག་གི་ཡོད་རེད་བ་ཇི་ལབ། འོ། ད་དམ་བཅའ་དེ་འདྲ་ཡིན་དུས་ད་ལྟ་ངས་གཞིས་སུ་བཞུགས་པ་ཡ་རྩ་བ་དེ་ཡོན་ཏན་ཐམས་ཅད་ཀྱི་རྩ་བ། ཡོན་ཏན་ཐམས་ཅད་ཀྱི་མཐིལ། ཡོན་ཏན་ཐམས་ཅད་ཀྱི་འབྱུང་ཁུངས། དེ་འདྲའི་གནས་ཡོན་ཏན་ཐམས་ཅད་ཀྱི་མཐིལ་དང་འབྱུང་ཁུངས་ཀྱི་རྩ་བ་དེ་ག་བ་བཞག་ཡོད་ཟེར་ན། སེམས་ཀྱི་གཤིས། སེམས་ཅན་ཐམས་ཅད་ཀྱི་སེམས་ཅན་གྱི་གཤིས་རྒྱུད་ལས་ཡོད་རེད་ང་ཚོས་དེ་མཐོང་གི་རེད་ད། རེད་པ། མཐོང་གི་ཡོད་རེད། ཡིན་ན་ཡང་རྣམ་རྟོག་གིས་མུ་མཐུད་ནས་བསྒྲིབས་སོང་དུས་དེ་མ་མཐོང་བ་རེད་མ་གཏོགས་མཚམས་མཚམས་ཡང་གཅིག་གིས་མཚམས་མཚམས་ལ་ཡང་གཅིག་གིས་ཡེངས་པའི་སྐབས་སུ་ཡིན་ན་རེད་ཡང་གཅིག་གིས་སེམས་ལ་རྐྱེན་དྲག་པོ་སླེབས་ཡོང་དུས་གཅིག་ཐ་མལ་མཐོ་དམན་འདྲ་པོ་ཅི་རེ་ཡོད་འདུག་དེ་སྐབས་ལ་ཡ་ཕྱུག་ས་ཕྱུག་ས་མཐོང་གི་རེད་ཟེར་གསུང་གི་འདུག་བ། ཧོ་སེམས་ཀྱི་གཞི་ཡི་ཡོན་ཏན་དེ། ཨོ་དེ། ད། སྐལ་པ་དང་ལྡན་པའི་གི་སློབ་མ། ཧོ་ཚེ་རབས་མང་པོ་ཅིག་ལ་ཡ་སྒོམ་ལ་གོམས་གཤིས་ཡོད་དེ་ང་ཉམས་མྱོང་ཡོད་ངེས་དེ་འདྲ་ཡིན་པ་ཡིན་ན་ཨོ་དེ་འདྲའི་སྐབས་སུ་ལ་ངོས་ཟིན་གི་ཡོད་ཟིན་གི་ཡོད་རེད། ད་ནི་གོམས་པ་མེད་ཡོད་འདུག་ངོས་མ་ཟིན་པ་རེད། ཨོ། དེ་ཡོད་འདུག་གཞི་མ་བཅོས་ཁྱབ་བདལ་ཆེན་པོ་ཤར་ཟེར་མི་ལ་རེ་བ་ཁོང་ལ་ཤ་ཚ་བ་ཡིན་གསུང་བ་རེད་གཞི་མ་བཅོས་ཁྱབ་བདལ་ཆེན་པོ་ཤར། ལམ་མ་བཅོས་ཟང་ཐལ་ཆེན་པོ་ཤར། ཟང་ཐལ་ཟེར་ཡག་འདི་ལྟ། ཉམས་ལེན་བྱས་ཡོན་པའི་སྐབས་སོགས་ལ། རྟོགས། ཕྱི་ནང་གི་རྟོག་ཚོགས་ཐམས་ཅད་དང། ཕྱི་ཡི་གཟུགས་སྣང་སྒྲ་སྣང་དྲི་སྣང་རོ་སྣང་རེག་བྱ་ག་རེ་ཤར་བ་ཡིན་ན་ཡང་དེ་ཚོ་ཐམས་ཅད་ལ་དགག་སྒྲུབ་མེད་པ། ཆིག་ཆོད་དང་ཉམས་སུ་ལེན་ཐུབ་པ་དེ་ལ་ཟང་ཐལ་ཟེར་བ་རེད། ཆིག་ཆོད། ཆིག་ཆོད་ཟེར་བའི་སྐབས་སོགས་ལ་དགག་སྒྲུབ་མེད་པ། བླང་དོར་མེད་པ། འདི་བླང་དུ་རུང་བ་རེད་འདི་བླང་དུ་མི་རུང་བ་རེད་འདི་སྤང་བྱ་རེད་འདི་བླང་བྱ་རེད་ཟེར་ནས་སྤང་བླང་དང་རེ་དོགས་དང་དེ་འདྲའི་སྐད་ཅིག་གིས་གཉིས་ཆོས་ཀྱི་དྲི་མ་མཐའ་དག་ཟད་སོང་བ་དེ་ལ་ཟང་ཐལ་ཆེན་པོའོ། ཟང་ཐལ་ཟེར་ཡག་ཅི་དང་མི་བྱེད་ཚིག་དེ་ག་ཟེར་ཐུགས་རྡོ་མེད་པ་ཆེ་དྲི་བ། ཐུགས་རྡོ་མེད་པ་དཔེར་ན་རྫུ་འཕྲུལ་སྟོན་མཁན་ཚོ་གི་བྱང་གི་ལོ་ལ་ཡ་དེ་ནས་ཐུགས་རྡོ་མེད་པ་ཕ་གཤེགས་ཐུབ་པ་ཚུལ་གཤེགས་ཐུབ་པ་བྲག་ལ་ཡ་ཅིག་གི་བྲག་གི་ནང་ལོང་ལས་ཕ་ཐུགས་རྡོ་མེད་པ། རྫུས་ཐུབ་པ་དེ་འདྲའི་ངོས་ལ་དེ་ལ་ཟང་ཐལ་ཟེར་གི་རེད། ལྟ་དེ་སེམས་ཡོད་དུ་འཁོར་འདས་ཀྱི་སྣང་བ་སྣ་ཚོགས་པ་ག་རེ་ཤར་བ་ཡིན་ན་ཡང་དེ་ལ་ཐོགས་རྡུགས་མེད་པ་ཉམ་ང་མེད་པ། དེ་ཐམས་ཅད་དེ་ནི་ཉམས་ལེན་གྱི་རིམ་པ་ལས་ཚུར་རྒྱར་ཡོད་དུ་རྣལ་འབྱོར་དཔལ་གྱི་གྲོགས་སུ་ཁྱེར་ཐུབ་པ་དེ་ལ་ཟང་ཐལ་ཆེན་པོའོ། ད་དེ་འདྲའི་གཅིག་གིས་གཞི་མ་བཅོས་ཁྱབ་བདལ་ཆེན་པོ་དང་ལམ་མ་བཅོས་ཟང་ཐལ་ཆེན་པོ་གཉིས་དེ་སྔོན་དུ་སོང་ན་དེ་ནི་འབྲས་བུ་མ་བཅོས་ཆགས་ཆགས་ཆེན་པོ་ཤར་ཟིན་དུ་གནས་ལུགས་མངོན་དུ་ཕྱུར་བ་རེད། གནས་ལུགས་མངོན་དུ་ཕྱུར་བ། མ་བཅོས་མ་བཅོས་སའི་ཚིག་གསུམ། གཞི་མ་བཅོས། ལམ་མ་བཅོས། འབྲས་བུ་མ་བཅོས་ཟེར། མ་བཅོས་སའི་སྤྱི་དང་པོའི་བཟོ་བཅོས་མ་བཏང་ཟེར་བ། བཟོ་བཅོས་མ་བཏང་ཟེར་བའི་སྐབས་སུ་ལ་དོན་དག་ག་རེ་གོ་རེད་ཟེར་ན། ཡིད་ཀྱི་རྩ་བ་ནས་ནོར་ཡོད་མ་རེད་གསུང་བ་རེད། ཡིན་ལུགས་ཟེར་དེར་ཡིན་ལུགས་སམ་ཡང་ན་མ་བཅོས་ཟེར། ལག་ཏུ་ལན་བཤད་ན་ལག་ལེན་ལ་ཚུལ་བཞིན་དུ་སྐད་བཤད་ན་ཁོ་ནོར་ཡོད་མ་རེད། གང་ཟེར་ན་དངོས་པོ་གཤིས་ཀྱི་གནས་ཚུལ་དེ་ཆགས་བསྡད་ཡོད་རེད་དེ་ལ་བརྟེན་ནས་མ་བཅོས། དངོས་པོ་གཤིས་ཀྱི་གནས་ལུགས། སྒྲོ་འདོགས་ཐམས་ཅད་དང་ཡེ་ནས་བྲལ་བ། ངང་ལ་མཉམ་པར་བཞག་ན་ཡིན་ལུགས་ཀྱི་རྩལ་ཐམས་ཅད་རྫོགས་ཐུབ་ཡ། རྩལ་རྫོགས་པ་ཙམ་མ་ཡིན་པར་རྩལ་དེས་བསྐྱེད་པའི་གའི་འབྲས་བུ་ཡང་ལག་ཟིན་རེད་ཐུ་ཡག་འོ་དེ་རེད་ད། འདི་རེད། ད་ལྟ་གཏེར་ལོ་བ་གིས་སྔོན་མ་འདི་ཆགས་ཞེན་གང་ག་མ་ནང་ན་ཡོད་པ། ཅེས་མ། བློ་ཡིས་ཆོས་ཀྱི་བློ་འདི་དོན་མ་མཐོང། ཡོད་པ། བློ་ཡིས་ཆོས་ཀྱི་བློ་འདི་དོན་མི་མཐོང། བྱས་པས་ཆོས་ཀྱི་བྱར་མེད་དོན་མི་རྟོགས། བློ་ཡི་ཆོས་ཀྱི་བློ་འདི། བློ་ཡི་ཆོས་ཀྱི་ཟེར་དུས་གཉིས་འཛིན་གྱི་བློ། བློ་ཡི་གཉིས་འཛིན་གྱི་བློ་འདི་གིས་བློ་འདས་ཀྱི་དོན་མཐོང་ཐུབ་ཀྱི་མ་རེད་གསུངས་པ་རེད། འདི་རེད་བ། བློ་ཡིས་ཆོས་ཀྱི་བློ་འདི་དོན་མི་མཐོང། ད་བློ་ལས་འདས་པའི་དོན་མཐོང་དགོས་ཀྱི་ཡོད་ན། བློ་ལས་འདས་པའི་དོན་དེ་ག་རེ་ཟེར་ན། རྣམ་པར་མི་རྟོག་པའི་ཡེ་ཤེས་དེ་རེད། བློ་ལས་འདས་པའི་དོན་རྣམ་པར་མི་རྟོག་པའི་ཡེ་ཤེས་དེ་མཐོང་དགོས་ཀྱི་ཡོད་ན། ད་ག་རེ་བྱེད་དགོས་རེད་ཟེར་ན། བློ་ལས་འདས་པ་ལ་སླེབས་དགོས་ཀྱི་ཡོད་རེད། རེད་དུ་བ། བློ་ཡིས་ཆོས་ཀྱི་བློ་འདི་དོན་མི་རྟོག། བྱས་པས་ཆོས་ཀྱི་བྱར་མེད་དོན་མི་རྟོག། བྱས་པས་ཆོས་ཅིག་ཆར་མེད་དོན་མེད་དོ། ལྟ་སྟེ་འདི་དང་འདི་ཏག་ཏག་གླེང་ཡོད་རེད། གཞི་མ་བཅོས་ལམ་མ་བཅོས་འབྲས་བུ་མ་བཅོས་ལ། བློ་ཡིས་ཆོས་ཅིག་བློ་འདི་དོན་མེད་དོ་འདི་ཐུགས་ལ་ཡོད་ན་ཕན་ཐོགས་ཆེན་པོ་འདུག་བཅོས་ཀྱི་སྐབས་སུ་ལ་ཡང་ཕན་ཐོགས་ཆེན་པོ་རེད། བློ་ཡིས་ཆོས་ཅིག་བློ་འདི་དོན་མེད་དོ། བྱས་པས་ཆོས་ཅིག་ཆར་མེད་དོན་མེད་དོ། བློ་ཡི་ཆོས་ཀྱི་བློ་འདས་དོན་མེད་དོ། བྱ་བའི་སྤྱད་པའི་ཆོས་ཀྱི་བྱར་མེད་དོན་མེད་དོ། བློ་འདས་བྱར་མེད་དོན་དེ་རྟོགས་འདོད་ན། རེ་བ། བློ་འདས་བྱར་མེད་དོན་དེ་རྟོགས་འདོད་ན། དེ་ག་རེད་དེ་ཚིག་བཞི་བ་དེ་ཞེ་སྡང་ཚ་བོ་རེ་ཞིག་ཡོད་རེད་དོ། རང་སེམས་རྩ་བ་ཆོད་ལ་རིག་པ་སྐྱིད་པོར་ཞོག་དེ་རེད་ད། སྐྱིད་པོ་རེ་ཞིག་འདུག་བ་དེ་ཚིག་དེ་གོ་ཡོད་འདུག་ལས་ཀ་བྱེད་ལ་མི་གོ་ག་རེ་ཞིག་རེད་འདུག་བ། ལི་ཀ་གོ་མ་རེད་དེ་དངོས་གནས་རེད། ལས་ཀ་འགུག་གི་ཡོད་མ་རེད་ལས་ཀ་དགོས་པ་དེ་ང་རང་ཚོ་བཟོ་འདི་གི་འདུག་བ། ང་རང་ཚོ་བཟོ་འདི་གི་ཡོད་རེད་ཁ་ནས་ལྟ་བ་མཐོན་པོ་སྒོམ་མཐོན་པོ་སྤྱོད་པ་མཐོན་པོ་ཞེས་ལས་ཀ་བྱས་སོ་ཚང་མ་དེ་དེ་ཕྱིན་ཅི་ལོག་པ་མཁན་ས་ཆགས་འདི་གི་རེད་དེ་རྙོག་དྲ་ང་རང་བཟོས་འདི་རེད་ངས་ཁ་ཚང་ཞུས་པ་ཡིན་པ་སྲིན་བུ་གར་གྱི་ཐག་ཆུ་ཁ་ཆུ་བཏུམ་པ་འདྲ་བོ་རེད། བུམ་པར་ཆུད་པའི་བུང་བ་འཁོར་བ་བཞིན་ཟེར་ཡོད་བ། བུམ་པར་བུམ་པར་མཆོད་པའི་བུམ་བ་འཁོར་བ་བཞིན་བུམ་པའི་ནང་ན་འབུ་སྦྲང་མ་བུམ་པ་ནང་ལ་ཚུད་སོང་བ་རེད་བ། ད་ཡང་དོན་ཤེས་གི་ཡོད་མ་རེད་མ་འཛུལ་ཡ་ལས་སླ་བོ་འདུག་བ། ཡིན་ན་ཡང་དོན་ཡང་དཀའ་ལས་སླ་བོ་འདུག་བ་ད་དོན་འདུག་ཡོད་མ་འདུག་གོ་དེ་དེ་ཡང་ཁོ་ན་རེད་ཟེར་གི་འདུག་བ། དེ་ནང་ལ་འཁོར་བསྡད་པ་རེད། བུམ་པར་མཆོད་པའི་བུམ་བ་འཁོར་བ་བཞིན། འོ་དེ་ན་བཞིན། ཀྱེ་མ། བློ་ཡིས་ཆོས་བྱས་བློ་འདས་དོན་མེད་དོ། བྱས་པས་ཆོས་བྱས་བྱར་མེད་དོན་མེད་དོ། བློ་འདས་བྱར་མེད་དོན་དེ་རྟོགས་འདོད་ན་བློ་འདས་བྱར་མེད་ཟེར་དུ་གང་གི་ཚིག་གཉིས་དེ་གཅིག་ཏུ་བསྡུས་པ་རེད། བློ་ལས་འདས་པ་དང་གཅིག། བྱ་བྱེད་དང་ཕྲ་བའི་གནས་ཚུལ་དེ་ལ་རེབ་གོ་གི་ཡོད་ན་སོང་བ་རེད་བློ་འདས་བྱར་མེད་དོན་དེ་རྟོགས་འདོད་ན། རང་སེམས་རྩ་བ་ཆོད་ལགས་ལྷག་མཐོང་ངོ་མ་དེ་རེད་ད། རང་སེམས་རྩ་བ་ཆོད་ལགས། ཁ་སང་ཕས་སེ་ཡ་དང་སྤྱོད་དགའི་སྐབས་སུ། གདུལ་བྱའི་ཐབས་ཀྱི་ཡི་གེ་ཕ་དང་གཅོད་བྱེད་ཤེས་རབ་ཀྱི་ཡི་གེ་ཏྲ་གཉིས་བྱས། བདག་དེ་གཉིས་མཉམ་དུ་སྡོམ་ཡོན་ཏན་བརྩམས་པ་ལ་ཕས་ཏྲ་དྲག་པོ་སྒྲོག་ཡོན་ཏན་བརྩམས་པ་ལ་ཕས་ཟས་ཡོན་ཏོའི་ཡི་གེ་དང་པོ་ཕ་དེ་གིས་ག་རེ་གཅོད་ཀྱི་རེད་ཟེར་ན་རྣམ་རྟོག་གི་རྩ་བ་བཅད། ང་རང་ཚོ་ལ་དཀའ་ངལ་ཆེ་ཤོས་དེ་རྣམ་རྟོག་རེད་རྣམ་རྟོག་གི་རྩ་བ་བཅད། རྣམ་རྟོག་གི་རྩ་བ་གཅོད་པ་དེ་མཐར་ཐུག་པ་ཨིན་མཐར་ཐུག་པ་མེད་དེ་གནས་སྐབས་གཅིག་ལ་སེམས་ངང་གིས་འཇོག་པའི་ཐབས་ཅིག་བྱས་པ་རེད་མ་གཏོགས་རྣམ་རྟོག་བསྡད་ཡོད་རེད་ད་རུང་ཡང་རེད་འདུག་ཨ། ཕས་ཀྱི་རྣམ་རྟོག་མགོ་ནོན་པ་རེད། རྣམ་རྟོག་འཐོར་སོང་བ་དེ་ཚོ་སྡུད་ཙམ་བྱས་པ་རེད། རྣམ་རྟོག་ལ་ཡང་ཚགས་མ་ཚུད་ཡོང་དུས་རྣམ་རྟོག་གི་ཁོ་བོར་ལ་སོང་ནས་རང་དབང་མི་འདུག་ཡོང་དུས་ནི་དེ་ཀྱི་རྣམ་རྟོག་དེ་མང་མགོ་ནོན་ཙམ་བྱས་པ་རེད་མ་གཏོགས་རྣམ་རྟོག་ད་རུང་གཅིག་རེད། ད་ཡིན་ན་ཡང་སྤྲོས་བཅས་ཤེས་རབ་ཡེ་ཡིད་ཀྱི་པྲ་ཏི་ཀའི་དོན་དག་འདི། དེ་ནི་སེམས་ཉིད་ཀྱི་རྩ་བ་གཅོད་པ་སེམས་ཉིད་ཀྱི་རྩ་བ་གཅོད་པ་དེ་མཐར་ཐུག་པ་རེད། ཁ་ཚང་ཤུལ་པ་ན་ད་རེས་རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་འདྲ། ཤ་བ་རེད་གསུངས་རེད། རེད་ཤ་བ་རེད་ཤ་བ་རེད་གསུངས་རེད། ཨོ། མཚམས་མཚམས་ལ་དེ་ཁེ་འཚོགས་དང་ང་ཚོ་ཡག་པོ་ཅིག་མ་བཏང་ན་བིར་བ་བ་རེད་ས་རེད་ས་ར་ཧ་རེད་ཟེར་གང་ལབ་ལབ་ཆོག་ཆོག་རེད་ཅེས་རེད་དེ་ཡག་པོ་རང་མི་འདུག་ད་མ་གཞི་ད་སུས་གསུངས་ལ་གསུངས་ཇུས་གཏོགས་གང་མི་འདུག་དོན་དག་དེ་གོ་བྱས་ན་འགྲིག་དེ་རེད་བ། ཡིན་ན་ཡང་གསུང་ཡ་ནི་གྲོས་ཚོགས་གཅིག་གིས་གསུངས་ནས་གསུངས་པ་རེད་དེ་ནི་བིར་བ་བ་ཡིན་ན་ཡིན་སུ་ཡིན་ན་ཡིན་ཟེར་ཡ་རེད་བ། ཡིན་ན་ཡང་དེ་འགྲིག་གི་མི་འདུག་བ། ཡིན་ན་ཡང་ཞེས་མ་འོངས་པ་ལ་མི་ལ་ཕན་ཐོགས་དགོས་པ་རེད་བ།

ཨོ་ད་ལྟ་ཚིག་དང་ལེགས་འདུ་བ་བློ་འདས་བྱར་མེད་དོན་དེ་རྟོགས་འདོད་ན་རང་སེམས་རྩ་བ་ཆོད་ལ་རིག་པ་སྐྱིད་པོར་གཞོགས། ཕལ་དྲག་གཉིས་པ་དེ་རེད་སྐྲག་ཡི་ཡི་དེ། རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་འདྲ། སེམས་ཉིད་ནམ་མཁའ་འདྲ་ཟེར་ཡ་དེ་ནམ་མཁའ་ལ། གཟའ། སྐར་མ། ཉི་མ། ཟླ་བ། ལ་སོགས་པ་ཐམས་ཅད་འཆར་རུང་བ། རེད་བ། ཡིན་ནའང་དེ་དག་གིས་ནམ་མཁའ་ལ་མ་གོས་པ། གཙང་མ་དང་བཙོག་པ་ལ་སོགས་པ་དང་གཡོ་འགུལ་དང་བྱ་གཞག་ཐམས་ཅད་དེ་ནམ་མཁའི་ནང་དུ་བྱས་ཆོག་པ་ཡིན་ནའང་དེ་དག་གིས་ནམ་མཁའ་ལ་གོས་མི་འདུག་ག། དེ་དང་འདྲ་བར། རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་དང་འདྲ་བ་དེ་ཡི་ནང་ནས་འཁོར་འདས་ཀྱི་སྣང་བའང་ཤར་ཆོག་པ། བཟང་ངན་བདེ་སྡུག་ལ་སོགས་པ་གང་ཤར་ན་ཡང་མ་འགགས་རོལ་པར་འཆར་བའི་སྒོམ་ཆེན་ལ་ཟེར་ཏེ་ཚིག་དེ་དག་དེ་དུས་ལས་ཀྱི་ཡོད་རེད། འོ། རང་སེམས་རྩ་བ་ཆོད་ན། རང་སེམས་རྩ་བ་ཆོད་ན་མ་འགགས་རོལ་པར་འཆར་བ་ལས་ཀྱི་རེད། རང་སེམས་རྩ་བ་བསྐྱེད་མ་ཐུབ་ན་མ་འགག་རོལ་པར་འཆར་བ་ཟད་ན་ཡང་དེ་ག་རྩ་ལབ་བཞག་པ་རེད་མ་གཏོགས་རང་སེམས་མ་འགག་རོལ་པར་འཆར་བའི་གི་གནད་དེ་ཚང་ཡོད་མ་རེད། དེ་ཚོ་ང་ཚོ་གལ་ཆེན་པོ་རེད་ད། དེ་ཡིན་དུ་རང་སེམས་རྩ་བ་ཆོད་ལ། རྩ་བ་ཆོད། ད་རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་དང་འདྲ་བ་གའི་ངང་དུ། ག་རེ་མཐོང་དགོས་ཟེར་ན་རིག་པ་ཟེར་དེ་རེད་ད་རིག་པ། ད་དེ་སྐབས་ལ་རིག་པ་དེ་ག་རེད་སྐྱེས་བུ་རེད། སྐྱེར་བུ་ཟེར་བའི་སྐབས་སུ་ལ་གོའི་མེད་པའི་ཀའི་གཟུགས་པོ་དེ་ལ་ང་ཚོ་སྐྱེ་རུ་སྐྱེ་རུ་མ་ཟེར་གི་འདུག་བ་སྐྱེར་བུ་ཟེར་གི་འདུག་བ། སྒྲིབ་བྱེད་གོས་ཀྱིས་མ་བསྒྲིབས་པ། ཨོ་དེ་ནང་ད་རིག་པ་དེ་ལ་ད་ནི་སྒྲིབ་བྱེད་ཀྱི་དྲི་མ་མཐའ་དག་ཟད། གཉིས་འཛིན་གྱི་རྟོག་པ་ཕྲ་རགས་དེ་རང་སར་ཡལ། རང་སར་ཞོག་རང་སར་ཡལ་དང་པོ་རང་སར་བཞག། རང་སའི་ཡལ། རང་སའི་ཡལ་བའི་གི་ཤུད་ལ་ག་རེ་ལྷག་པ་རེད་ས་ན་ཨ་ནི་རིག་པ་ལྷག་པ་རེད། རིག་པ་སྐྱིད་པོར་ཤོག། སྐྱིད་པོར་ཤོག་ཟེར་ག་དེ་ལ་དཔྱད་བརྗོད་བྱེད་དགོས་མ་རེད་གསུང་བ་རེད། དེ་ཡང་ངོ་བོ་ལ་ལྷོད་ཅིག་གློད་ནས་རང་སོར་བཞག་ནས་ལྟོས་དང

ཨོ་དེ་འདྲ་ཡིན་དུས་ད། ལྟ་སྒོམ་སྤྱོད་པའི་གི་གདེང་དེ་གི་ཐ་ཐུག་ལ་ག་རེ་ཐོབ་དགོས་དགོས་ཟེར་ན་རང་སེམས་རྩ་བ་ཆོད་ལ་རིག་པ་སྐྱིད་པོར་ཞོགས་ད་ང་ཚོ་སྐད་ཅིག་གཅིག་ལ་བཞག་ན་སྐར་མ་གཅིག་གཉིས་གཅིག་ལ་ཕན་ཐོགས་ཡག་པོ་རེད་ཡིན་གཅིག་མ་གཉིས་ལུས་ཚུགས་ད་དེ་ཚོ་གནང་མ་གོ་ད་རེད་ལུས་ཚུགས་དེ་ཚོ་གང་ཡང་མ་གོ། རང་སྦ་བསོ་བཞག། ལུས་རང་སྦ་བསོ་བཞག། ཧོ། སེམས་ཀྱང་རང་སྦ་བསོ་བཞག། ལུས་སེམས་གཉིས་ཀ་རང་སྦ་བསོ་བཞག་ཧེ། ལུས་རང་སྦ་བསོ་བཞག། ལུས་རང་སྦ་བསོ་བཞག་ཟེར་དུས་རྣམ་སྣང་ཆོས་བདུན་ལ་སོགས་པ་ལུས་ཚུགས་ལྟད་མོ་གོ་རེ་སྐྱེ་བ་ལུས་ཀྱི་གནས་དེ་གལ་ཆེན་པོ་མ་རེད། སེམས་རང་སྦ་བསོ་བཞག་ཟེར་བའི་སྐབས་སུ་ལ་ཆེད་དུ་གཉེར་ནས་ངས་དགོངས་ཀྱི་ཡོད་བསམ་པ་མ་ཡིན་པ་རེད་བ། ཆེད་དུ་གཉེར་ནས་དགོངས་པ་སོང་ན་སེམས་རང་སྦ་བསོ་བཞག་པ་མ་རེད། གང་ཤར་གང་ཤར་ལ་གདོང་འདེགས་བྱས་ནས་གང་ཤར་ལ་གདོང་ལེན་བྱས་ན་དེ་ལ་ཡང་སེམས་རང་བབས་སུ་བཞག་པ་ཤར་ན་ཤར་བཅུག་དེ་ལ་ཅི་བཅོལ་མ་བྱེད།